རིང་ཉིས་སྟོང་བཅུ་དགུ་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ། ཙག་གཅིག། སློབ་ཚན་བདུན་ཅུ་དོན་བརྒྱད་པ། རབ་བྱེད་བཅུ་པ། ནི་ཞུ་དག་བྱེད་སྟངས་ཀྱི་སྐོར་ལ་སློབ་ཁྲིད་ཞུ་བ་ཡིན། དབྱངས་གསལ་རིག་འཛིན་གྲྭ་ལ་ཕེབས་པའི་ཚོགས་གཙོ་མཁའ་འགྲོ་ཏཱ་རེ་ལྷ་མོ་མཆོག་དང། དྲ་གྲོགས་ཡོངས་ལ་རང་རང་གི་བཞུགས་ཡུལ་དུ་འཚམས་པའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ད་ཞུ་དག་བྱེད་སྟངས་སྐོར་འདི་ཧ་ཅང་གི་གལ་ཆེན་པོ་རེད། དཔར་སྐྲུན་དང་འབྲེལ་བ་ཡོད་རེད། ང་ཚོས་དེབ་ག་འདྲེ་ཞིག་དཔར་སྐྲུན་བྱས་པ་ཡིན་ན་ཡང། ཞུ་དག་ཡག་པོ་མ་བྱུང་པ་ཡིན་ན། ཨ་ནི། མ་དག་རྒྱུན་འབྱམས་དང། ཀློག་པ་པོ་ལ་གོ་ནོར་དང། རང་ཉིད་ཡིན་ན་ཡང་ངོ་གནོང་དགོས་པ་ཞིག་ཏན་ཏན་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ཞུ་དག་བྱེད་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད། ཞུ་དག་བྱེད་པའི་སྐབས་སུ་བསམ་བློ་མང་པོ་གཏང་དགོས་ཡོད་ས་རེད། ཞུ་དག་བྱེད་མཁན་ལ་ཨེ་ནི་ཡོན་ཏན་འདྲ་བོ་མང་པོ་ཅིག་ཚང་དགོས་ཀྱི་ཡོད་ས་རེད། ཞུ་དག་བྱེད་པའི་སྐབས་སུ། གཞུང་དེ་ཡི་ཚིག་དོན་གཉིས་ལ་སྐྱོན་མ་ཞུགས་པ་ཞིག་གོ་གི་ཡོད་པ་ཞུ་མི་དགོས་པ་ཞུ་མི་དགོས་པ་རེད། ད་ནང་བཞིན་ལྷག་ཆད་ནོར་དེ་ཚོ་ཡང་མེད་པ་ཞུ་གི་ཡོད་རེད། དེ་ཡིན་པ་སོང་ཙང་ཚིག་དོན་གཉིས་ལ་སྐྱོན་མ་ཞུགས་པའི་ཆེད་དུ། ནི། ཚིག་ལ་མཁས་པ་སེམས་ན་ཡང་མི་འདུག། ཡི་གེའི་དག་ཆ་དང། ཕྲད་དང་རྣམ་དབྱེ་དང། བརྡ་སྤྲོད། འཇུག་པ་མ་ལུས་པ། མཁྱེན་རྟོགས་ཡག་པོ་གོ་གི་ཡོད་པ་རེད། འདི་ཚིག་ལ་མཁས་པའི། གོ་བསྐོར་བ་ཆགས་ཐུག་གི་ཡོད་རེད། ད་དོན་ལ་མཁས་པ་ལབ་པའི་སྐབས་སུ། བརྗོད་བྱ་གང་འདྲ་ཞིག་ཞུ་དག་གཏང་གི་ཡོད་ན་ཡང། བརྗོད་བྱ་དེའི་སྐོར་ལ། མཁྱེན་རྒྱ་ཡངས་པོ་ཅིག་བསྒུགས་ཡོད་པ་རེད། བྱས་ཙང། དགག་བྱ་དང་བརྙན་གསུམ་ཡག་པོ་ཡོད་པའི་སྟེང་ལ། ཨེ་ནི་བརྗོད་བྱ་གང་གི་སྐོར་ལ་ཞུ་དག་གཏང་གི་ཡོད་ན་དེའི་ཐོག་ལ་རྒྱུས་མངའ་ཆེན་པོ་ཡོད་པ་ཡིན་ན། ཨེ་ནི། རྩོམ་སྒྲིག་པའམ་ཞུ་དག་པ་ཡག་པོ་ཅིག་ཆགས་ཐུབ་པས་ཡོད་རེད། གཞུང་ཆུང་ཆུང་འདི་འདྲས་ཞུ་དག་གཏང་དགོས་བྱུང་སོང་ན། ཨེ་ནི། སྐད་ཡིག་སུ་དག་པ་གཅིག་པུས་མགོ་བཏོན་བསྒུགས་ཡོད་རེད། ངེས་པར་དུ་ཚིག་དང་དོན་གཉིས་ཀ་ལོ་རྒྱན་འདིས་རྩོམ་སྒྲིག་པ་ལ་ཡོད་ཁུག་རེད། གཞུང་ཆེན་པོ་དེ་འདྲས་ཞུ་དག་བཏང་བསྒུགས་ཡོད་ན། ཨ་ནི་ཚིག་ལ་མཁས་པ། སྐད་ཡིག་ལ་མཁས་པའི་ཞུ་དག་པ། Language Editor། ཟེར་བ་ཞིག་དང། དོན་ལ་མཁས་པའི

མི་གཅིག་གིས་བྱེད་ཆོག་གི་ཡོད་རེད། ཡིན་ན་ཡང། ལས་ཚན་ཉུང་ཉུང་ཉུང་ཉུང་དེ་འདྲ་ལ་ངེས་པར་དུ། དེ་ཡི་སུ་ད་པ་ཁོ་རང་གི་ཁུངས་འཁྱོལ་བ་བྱེད་དགོས་ཡོད་རེད། ད་གཞུང་ཆེན་པོ། དཔེར་ན་དབུ་མའི་ལྟ་གྲུབ་འདྲ་བོ། གསོ་བ་རིག་པའི་དཀའ་གནད་འདྲ་བོ། སྲིད་གཞུང་ལྟ་བུ། དེ་ཚོ་ཞུ་དག་བཏང་བའི་སྐབས་སུ། ཨ་ནི། དག་རྩལ་ལ་མཁས་པའི་རིག་གནས་ལ་མཁས་པ་ཞིག་དང། གཞུང་དེ་ག་རང་ལ་བྱང་པ་རྨད་དུ་བྱུང་བ་ཞིག་མེད་པ་ཡིན་ན། ཆ་ཚང་བ་ཅིག་ཆགས་ཀྱི་ཡོད་མ་རེད་ཞུ། དེ་འདྲ་ཡིན་པ་སོང་ཙང། སྐད་ཡིག་ཞུ་དག་པ་དང་ནང་དོན་ཞུ་དག་པ་གཉིས་ངེས་པར་དུ་གོ་གི་ཡོད་རེད། འདི་མི་གཅིག་གིས་བྱས་ན་འགྲིག་གི་རེད་མི་གཉིས་ཀྱིས་བྱས་ན་འགྲིག་གི་རེད་ཟེར། ད་འདི་ནས་གལ་ཆེན་པོ་ཅིག་ག་རེ་ལབ་ཡིན་ན། གཞུང་ཆེན་པོ་ཞུ་དག་བཏང་བའི་སྐབས་སུ་གལ་སྲིད་གཞུང་དེ་གསར་པ་མིན་ན། སྔ་མོའི་གཞུང་དེ་རང་འཇགས་པར་བྱས་པའི་སྐབས་སུ་གསར་པ་བསྒྱུར་བཅོས་བཏང་དགོས་ཡོད་མ་རེད་དེ། ཡིན་ན་ཡང་ལྷག་ཆད་ནོར་གསུམ་འདི་སྐྱོན་མེད་པ་ཞིག་ཏན་ཏན་གོ་གི་ཡོད་རེད། ལྷག་པར་སླ་བ་ཡིན་ན་མ་དཔེ་རྣམས་ལ་མེད་པ་ཞིག་ཨ་ནི། ཐོད་པ་བརྒྱབ་ཡོད་ན་ལྷག་པ་ཟེར་གྱི་རེད། ད་འདི་ལྷག་པ་ཡོད་ན། ཨ་ནི། ནོར་འཁྲུལ་ཆེན་པོ་ཞུ་གི་རེད། ད་ག་ནང་བཞིན་མ་བོད་ན་ཡོད་པ་གང་ཞིག་ལ་ཆད་ཡོད་པ་ཡིན་ན། ད་འདི་དཀའ་ངལ་ཆེན་པོ་ཞུ་གི་རེད། དག་ཆ་རེ་ཟུང་དང་ཁྲལ་རེ་ཟུང་ནོར་ཡོད་ན། ཀློག་པ་པོས་མགོ་ཚོས་ཀྱི་རེད། ནོར་བ་ཡིན་པ་ངོ་ཆོད་ཀྱི་རེད། ཡིན་ན་ཡང། ལྷག་པ་དང་ཆད་པ་ཡོད་ན་སྐབས་མང་པོར་ང་ཚོས་འཛིན་ཡང་ཐུབ་ཀྱི་མ་རེད། གལ་སྲིད་རྩོམ་སྒྲིག་པ་དེ་ཧ་ལས་པའི་གྱོང་བ་ཆེན་པོ་ཡིན་ན། ཅིག་ཆེད་དུ་བསམ་བསམ་ཅིག་བློ་ལ་ཤར་ཀྱི་རེད་མ་གཏོགས་གང་བྱས་པ་དེ་ཞུ་ཐུབ་པ་མེད་པ་རེད། དེ་ནས་ཡིག་ནོར་ཡོད་པ་དེ་བཅོས་དགོས་པ་དེ་ཞུ་མ་དགོས་པ་བྱས། མདོར་ན། ཚིག་དོན་ལ་སྐྱོན་མ་ཞུགས་པ་དང། ཨ་ནི་ལྷག་པ་མེད་པ་ཆད་པ་མེད་པ་ནོར་བ་མེད་པ་དེ་འདྲ་ཞིག་གོ་ཡོད་རེད་བཞིན། ད་དེ་འདྲའི་གཞུང་ཆེན་པོ་བསམ་གཏང་གི་ཡིན་ན་བཀའ་བསྟན་འགྱུར་གྱི་གཞུང་དེ་ཚོ་རེད་དེ་རེད། ཨ་ནི་བཀའ་བསྟན་འགྱུར་འདི་གི་འདི་ང་ཚོ་མི་ཕལ་པས་ཞུ་དག་གཏང་ཆོག་གི་རེད་གཏང་ཆོག་གི་མ་རེད། གཏང་གོ་གི་རེད་གཏང་གོ་གི་མ་རེད། འདི་དྲི་བ་ཅིག་སླེབས་ཀྱི་ཡོད་རེད། ནུབ་ཕྱོགས་མཁས་པ་ཚོས་དྲི་བ་རེད་དེ་ཡོད་རེད། ཁོ་རང་ཚོ་མཁས་པ་རེད་དེ་ཡིན་ནའི་བོད་ཀྱི་རིག་གནས་ལ་དེ་ཙམ་བྱང་ཆུབ་པའི་མི་ལ་ཡང་བཀའ་བསྟན་རྒྱུད་ཞུ་དག་བཏང་བ་དེ་འདྲས་མང་པོ་བྱུང་ཡོད་རེད་དེ་དྲི་བྲོ་ཆེན་པོ་དེ་འདྲས་བྱུང་ཡོད་རེད། བྱས་ཙང་ཁོ་རྣམ་པ་ཚོས་དྲི་བ་དེ་བླངས་པ་རེད། ང་ཚོས་བཀའ་བསྟན་རྒྱུད་ལ་ཞུ་དག་བཏང་ཆོག་གི་རེད་བཏང་ཆོག་གི་མ་རེད་བཏང་དགོས་ཀྱི་རེད་བཏང་དགོས་ཀྱི་མ་རེད་ཟེར་ཞིང། ད་ལྟའི་ལན་འདི་ཚན་རིག་དང་མཐུན་པ་ཞིག་གོ་གི་ཡོད་རེད་མ་གཏོགས། དེ་མིན། ཕལ་ཆེར་ང་ཚོ་སྲོལ་རྒྱུན་རིག་གནས་ཀྱི། ཨ་ནི། ནུབ་ཕྱོགས་པའི་མཁས་པ་ཅིག་གིས་བཀའ་བསྟན་རྒྱུད་ལ་ཞུ་དག་བཏང་སླ་བ་ཡིན་ན། ཨ་ནི་རྣ་བ་ལ་མི་འགྲོ་བའི་སྐད་ཆ་ཆགས་སྡད་ཀྱི་ཡོད་རེད་བ། ད་ཞིབ་འཇུག་བཅས་ཀྱི་འགྲེལ་བྱེད་བྱེད་པའི་སྐབས་སུ། ཨ་ནི་ཏན་ཏན་ཁས་མ་ལེན་ཀ་མེད་ཆགས་ཀྱི་ཡོད་རེད། ཁོང་རྣམ་བ་དང་གསུང་ཡ་བྱས་པ་ཡིན་ན། བཀའ་བསྟན་རྒྱུད་ལ་ཞུ་དག་དང་ལབ་པའི་སྐབས་སུ་བཀའ་ལ་ནོར་འདུག་ཟ་བ་ཉིད་ནས་གསུང་གི་ཡོད་མ་རེད། ཡིག་འབྲི་མཁན་པོ་གི་ནོར་ཆོག་གི་རེད་དེ་ཡིན་ནའི་དེ་ཡང་གསུང་གི་ཡོད་མ་རེད། ཁོ་རང་ཚོ་གར་གསུང་གི་རེད་ལབ་ཡིན་ན་བཀའ་འགྱུར་པོད་གཅིག་གི་མ་རེད་པོད་མང་པོ་ཡོད་རེད། བྱས་ཙང་པོད་གཉིས་གསུམ་བསྡུར་བའི་སྐབས་སུ་གཅིག་ལ་མེད་པ་དེ་གཞན་ལ་འཇལ་བ་དང་གཞན་ལ་མེད་པ་དེ་གཅིག་ལ་འཇལ་གི་ཡོད་པ་སོང་ཙང་ཆད་ལ་ཡོད་ས་རེད། ཞུ་དག་བཏང་བའི་སྐབས་སུ་ནི་བཀའ་འགྱུར་པདྨ་གཅིག་སྣང་ལ་ཆས་བལྟས་པ་འདི་བཀའ་འགྱུར་པདྨ་གཞན་གཅིག་གིས་ཁ་སྣོན་བྱེད་ཆོག་གི་ཡོད་པ་སོང་ཙང་ང་ཚོས་ནི་ཞུ་དག་བཏང་ཆོག་གི་རེད། བཏང་ཆོག་པ་ཙམ་དུ་མ་ཟད་བཏང་དགོས་ཀྱི་ཀྱང་རེད་དེ་འདྲའི་སྒྲུབ་བྱེད་སྙིང་རྗེ་བོ་ཞེ་དྲག་ཡོད་རེད། དཔེར་ན་ཆ་བྱས་ན། ནི། འདས་མ་གཅིག་ཏུ་ཞུ་དག་བཏང་བའི་སྐབས་སུ་ང་ཚོའི་བོད་ཀྱི།

པར་བརྐོས་ཡིན་ན་འདྲ། ཡི་གེ་འབྲི་མཁན་ཡིན་ནའི་འདྲ། Computer བྱུག་མཁན་ཡིན་ནའི་འདྲ། འཁོད་འདུག་ཟེར་གྱི། ཨ་ནི་ཆ་གཅིག་གཏོང་གི་རེད་ཟེར། ཆ་གཅིག་གཏོང་ཚར་བའི་རྗེས་སུ། ཁོ་རང་གིས། མཚམས་འདྲ་བོ་དེ་དེ་བཞིན་གཤེགས་པ་ཡིན་པ་སོང་ཙང། ཨེ་འཁོད་འདུག་ཟེར་གྱི། ཚུར་དཔེ་ཆ་ལ་བལྟ་བའི་སྐབས་སུ། ཨེ་དེ་བཞིན་གཤེགས་པ་མཇལ་བ་རེད།

མུ་མཐུད་པ་རེད། ཁོ་ལ་དེ་ཤེས་པ་ཡོད་རེད་དེ་དེ་ཤེས་པ་སྔ་མ་དང་ཕྱི་མ་འཁྲུག་ཆེ། དེ་འདྲའི་འཁྲུག་པའི་སྐབས་སུ། ནས་ནས་ཆད་པའི་སྐྱོན་ཡོང་གི་ཡོད་རེད། ཡང་སྐབས་རེ་དེ་ལྡོག་ཕྱོགས་དུ་གྱུར་ཆེ། ཐུགས་ཞུ་དག་བཏང་པ་སྐབས་སུ། དེ་ཤེས་པ་ཡིག་འཕྲིན་སྔ་བ་ལ་ཡོད་རེད། ཨེ་ཁོ་རང་འདུག་ཟེར་གྱི་ཐ་མག་འཐེན་གི་ཡོད་ནས་འདྲ།

ཡི་གེ་རིག་ནས་མཁས་པ་དང་གཞུ་མོ་གོ་བ་ཆེ། དེ་ལས་ལྷག་ཚེ་ལྷག་བསམ་རྣམ་དག་ཞིག་དགོས་རེད། ལྷག་བསམ་རྣམ་དག་མེད་པ་ཡིན་ན། ཨ་ནི་ཕྲན་ངོས་སླད་བརྗོད་བྱས་བྱས། ཟབ་ཟབ་མ་བྱས་པ་བྱས། ཆད་ལྷག་མང་པོ་ཡོང་གི་ཡོད་རེད། ཆད་ལྷག་མང་པོ་བྱུང་སོང་ན་འབྱུང་འགྱུར་གྱི་ཀློག་པ་པོ་ཚོ་ལ། ད་དཀའ་ངལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ཞུ་དག་གཏོང་མཁན་བསད་དེ། ཨ་ནི།

དང་པོ་གཉིས་པ་ལ་ཆད་ལྷག་ཡོད་པ་མང་པོ་བཅུ། ཨ་ནི་ལྔ་བ་དྲུག་པ་ལ་སྟན་ཏེ་བཅུ་དུ་འཁོར་བ་ཧ་ལམ་ཡིག་ནོར་མེད་པར་ཆགས་ཏེ་གྱུར། ད་ཡིན་ནས་པར་སྐྲུན་ཤན་ཚ་གཞན་གྱི་ཚར་བཅུ་གཅིག་ཞུ་དག་གཏང་ག་ཕྱིན་པ་ཡིན་ན་དུས་ཚོད་རིང་པོ་ཞིག་འགོར་ཏེ་གྱུར་བ། དུས་ཚོད་རིང་པོ་འགོར་སོང་ན་རང་བཞིན་གྱིས་འགྲོ་མགྲོན་ཆེན་པོ་ཞིག་ཆགས་ཏེ་གྱུར། དེ་ཡིན་པ་སོང་ཙང་ཧ་ཅང་ཞུ་དག་གཏང་ཡས་ལ་ཨ་ནི་དུས་ཚོད་རིང་པོ་འགོར་གྱི་ཡོད་རེད། ཨ་ནི་མི་ཡས་མང་པོ་གོ་གི་ཡོད་རེད། དཀའ་ངལ་ཆེན་པོ་ཞུགས་ཕྱིན་ས་རེད། ད་གཙོ་བོ་དགྲ་བོ་དེ་གཞུང་ཆེན་པོ་དེ་འདྲ་ཞུགས་ཡོད། ཨ་གཞུང་བཅུ་འཇུག་དེ་འདྲ་ལ། སྟབས་བདེ་བོར་བ། ཨ་འདུག་ས་རེད། ད་འདིར་བཞུགས་ཐབས་ཤེས་ག་རེ་བྱེད་དགོས་ས་ལབ་ཡོད་ན། ཨ་ནི་ཚིག་ལ་སྐྱོན་མ་ཤོར་བ་ཞིག་གོ་གི་རེད། འདིའི་དོན་དག་ལ། ཨ་ནི། དགའ་བྲོད་དང། སྙན་གསུམ་དང། དག་ཆ་དང། དེ་ཀ་དེ་ལ་རྒྱུད་ཆེན་པོ་གོ་རེས། ད། དོན་ལ། འགྲོ་འདྲུད་མེའི་དོན་དག་ལ་གཞུང་དག་ག་རང་ཐོག་ལ་མཁས་པ་ཞིག་གོ་རེས་ཕྱིར། དེ་ནས། གཞུང་ག་རེ། ཨ་ནི། པར་རྒྱག་གི་ཡོད་ནས་ཆད་ལྷག་མེད་པ་ཞིག་གོ་རེས་ཕྱིར། ཡིག་ནོར་མེད་པ་ཞིག་གོ་རེས་ཕྱིར། ད་དེ་ཚོ། མེ་ཐ་མའི་བུ་གའི་གོ་བསྐོར་བ་ཆགས་ཏེ་གོ། དེ་ནས་ད་རི་ས་ཉིད། ཨན་ཏེབ་ནང་པར་བསྐྱལ་བའི་སྐབས་སུ། ཨན་ནི། བཀོད་པ་ཡག་པོ་ཞིག་གོ་རེད། ཞུ་དག་གཏང་གི་ཡིན་པའི་ཆ་ནས་པར་བསྐྱལ་བའི་རེ་བ། ཇུས་འགོད་ཡག་པོ་ཞིག་གོ་རེད་ཟེར། ད་ཇུས་འགོད་ཡག་པོ་བསྐོར་བ་སློབ་པའི་སྐབས་སུ་ཀློག་པ་པོ་ལ་ཨ་ནི་སྟབས་བདེ་པོ་ཡོད་དེ་དཔེ་གལ་ཆེན་པོ་ཡིན་ས་རེད་ཡི་གེ་ཆེ་ཆུང་ཡིན་ནའི་འདྲ། ཡི་གེ་མང་ཉུང་ཡིན་ནའི་འདྲ། དེབ་ཀྱི་སྦོང་ཚད་ཡིན་ནའི་འདྲ། ཚང་མ་ཀློག་ཨ་ནི། ཆེ་གེ་སྟབས་བདེ་པོར་བྱུང་པ་ཡིན་ན། ཀློག་པའི་མཐུན་རྐྱེན་དུ་འགྲོ་གི་ཡོད་རེད་ཟེར། དེ་ནི་སྐབས་མང་པོར། ཨ་ནི། བོད་པའི་ཚིག་གཅིག་ལ། དག་ཆ་གཉིས་གསུམ། ལུགས་མི་འདྲ་བ་ཡོད་པའི་སྐབས་སུ། ཨ་ནི་ད་ཅིག་འདུག། འགྲིག་པ་རེད་དང་ནོར་བ་རེད་གསུང་ཡ་མེད་པ་རེད། དེ་འདྲ་ཡིན་པ་སོང་ཙང་ཨ་ནི་ཟིག་རྒྱ་ཆེན་པོ་ཅིག་མེད་པ་ཡིན་ན། ཨ་ནི་ངག་མོག་གིས་དཔེ་ཆ་ན་བྲིས་པའི་དག་ཆ་སོ་སོས་སྨྲ་བཞིན་པ་མང་པོ་ཅིག་ནོར་འདུག་བསམ་པ་དེ་འདྲའི་ཡོག་ཉེས་ཆེན་པོ་རེད། དེ་འདྲ་ཡིན་པ་སོང་ཙང་ཨ་ནི་ངག་མོག་གིས་དཔེ་ཆ་བརྒྱབ་པའི་སྐབས་སུ་དག་ཆ་གང་ཡོད་པ་དེ་རང་འཇགས་བཞག། ཨ་ནི་གལ་སྲིད་ད་ཆ་འདི་ལ་འགྱུར་བ་ཐེབས་ཡོད་ན། ཨ་ནི་གུག་རྟགས་ནང་ལ་བཀོད་པ་ཡིན་ན་ཡག་པོ་ཡོད་རེད། དེ་མིན་ཐད་ཀར་བཅོས་པ་ཡིན་ན། ལོ་རྒྱུས་ལ་ནག་གསུབ་བཏང་བ་རོགས་ཆགས་འགྲོ་གི་རེད། སྔ་མོ་འདི་འདྲའི་དྲི་སོས་ཡོད་རེད། དཔེ་ཆ་འདི་སྔ་མོ་པར་ཁྱབ་ས་ཆོད་རེད་དེར་རྩོམ་པ་པོ་གཤེགས་ནི་ཡོད་མ་རེད། དེ་རིང། ཐད་ཀར་ཁྱེད་རང་གིས་འགྱུར་བ་བཏང་པ་ཡིན་ན། ལོ་རྒྱུས་ལ་ནག་བསུབ་བྱ་དགོས། གང་ཡིན་ཟེར་ན་སྔ་མོའི་འབྲི་སྲོལ་འདི་འདྲ་རེད། ཕྱིས་སུ་འབྲི་ཚུལ་འདི་འདྲ་རེད་ཟེར་ཡས་ཀྱི་ཁྱད་པར་མེད་པ་ཆེ། སྔ་མོའི་འབྲི་ཚུལ་འདི་བསུབ། ཕྱིས་འབྱུང་གི་དག་ཆ་བྲིས་པ་ཡིན་ན། འདི་ནོར་འཁྲུལ་ཆེན་པོ་ཡོད་རེད། ཡིན་ནས་འདིའི་གོ་དོན་འདི་འདྲ་མ་གདའ། སྔ་མོ་ཡང་ཡོངས་གྲགས་ཡིན་པ་ནོར་བ་དེ་ཚོ་རང་འཇགས་བཞག་ཟླ་བས་ན་གོ་རྒྱུ་འགལ་ཡོད་མ་རེད། རོ། ད་ཆ་མང་པོ་གཅིག། ཨ་ནེ་སྔ་མོ་རང་ཅག་རེད། དར་སྲིན་གཉིས་རང་ཅག་རེད། ཡིན་ན་ཡང། ཨ་ནེ། པར་རྒྱག་མཁན་དང་ལག་བྲིས། གནང་མཁན་མཁས་པོ་མིན་མཁན་དུ་ནོར་བ་དེ་འདྲ་ཤོར་ཆོག་གི་རོ། དེ་འདྲའི་བརྒྱ་ཆ་བརྒྱ་རྣམ་པ་བརྗོད་ཐུབ་དགོས་ཐུབ་ན། གབ་ཏུ་བཅོས་བྱ་བས་ན་ཡག་ཤོས་རེད། དེ་མ་བརྗོད་པའི་རེ་རེ་རེ་རེ་ནས་མཆན་བརྒྱབ་བསྡད་པ་ཡིན་ན། དེབ་ཀྱི་བོངས་ཚད་ལ་གནོད་གི་རེད་མཆན་བུ་ཞེ་དྲག་ཆགས་གི་རེད། ཀློག་པ་པོ་ལས་ཉོབ་ཤི་རུ་ཆགས་བསྡད་གི་རེད། འོ་ད་དེ་ག་དེ་ཐུགས་ལ་ཉར་དགོས་ཡ་དེ་དཔེ་གལ་ཆེན་པོ་ཡིན་ས་རེད་བཞིན། དེ་ནས་གཞི་བདག་བཏང་བའི་སྐབས་སུ། ཨ་ནི། ལྷག་བསམ་མི་ཡོང་བའི་གི་ཐབས་ཤེས་ག་རེ་ཡོད་རེད་ལབ་ཡིན་ན། ངེས་པར་དུ་གཅིག་གི་ཀློག་གོ་གི་ཡོད་རེད། གཅིག་གི་ཉན་གོ་གི་ཡོད་རེད། བྱས་ཙང་གཅིག་གི་ཀློག་གཅིག་གི་ཉན་པའི་སྐབས་སུ། ཨ་ནི། ཆད་ལྷག་དེ་ངོས་འཛིན་ཐུབ་གི་ཡོད་རེད། གལ་སྲིད་གཅིག་གིས་མ་ཀློག་པ་བཅས་ཤ་རྒྱགས་ཀློག་པ་ཡིན་ན། ཡང་ན་ནི་ཡིག་ཧྲིང་རེ་རེ་བྱས་རྗེས་ཨ་ནི། མ་དཔེ་བཏང། ཨ་ནེའི་དེབ་གསར་པ་གཉིས་ཀ་ལ་ལྟ་གིན་ལྟ་གིན་འཆི་འགོ་རེད། ད་དེ་སྒོར་ཡུན་རིང་པོ་ཞུ་རེད་ལ། ལྕགས་ཡས་ཟིང་པོ་ཞུ་རྒྱུ་རེད་དེར་དེ་འདྲ་ཡིན་པ་སོང་ཙང། ཆད་ལྷག་ཡོད་མེད་ལྟ་ཡས་ལ་གཅིག་གིས་ཀློག་གཅིག་གིས་ཉན། ཨ་དེ་ད་ཆབ་གཅིག་བདག་ཅག་ཡས་བསམ་བཏང་གོ་ར་བ་འདུག་ཟེར། བྱས་ཙང་ཨ་ནེ། རིག་གནས་ལ་མཁས་པ་ཡིན་ན་ཡང་བརྗོད་བྱ་ལ་མི་མཁས་ན། ཞུ་དག་བཏང་ཡག་གི་ཚད་དེ་ལོང་གི་ཡོད་མ་རེད། བརྗོད་བྱ་ལ་མཁས་པ་ཡིན་ན་ཡང་རིག་གནས་ལ་མི་མཁས་ན། ད་དུང་ཞུ་དག་བཏང་ཡག་གི་ཚད་དེ་ལོང་གི་ཡོད་མ་རེད། འདིའི་སྒང་ལ་ལྷག་བསམ་རྣམ་དག་མེད་པ་ཡིན་ན་དེ་བས་ཀྱང་ཞུ་དག་བཏང་ཐུབ་གི་མ་རེད། གཡུག་གིན་གཡུག་གིན་ཆེ་ཡོང་བ་ཡོད་མ་རེད། ད་དེ་ཙམ་དུ་མ་རེད། གཞུང་ག་རེའི་པར་རྒྱབ་པ་ཡོད་ནས་གཞུང་དང་འབྲེལ་བའི་གི་རྒྱུས་ཡོད་པའི་སྐད་ཆེན་པོ་རེད་ལྷག་པར་དུ་རྩོམ་པ་པོ་གཅིག་གིས་དེབ་དཔར་བརྒྱབ་པའི་སྐབས་སུ་རྩོམ་པ་པོ་དེ་རང་ལ་རྒྱུས་མངའ་དགོས་ཡོད་པའི་སྐད་ཆེན་པོ་རེད། རྩོམ་པ་པོ་དེ་རང་ལ་རྒྱུས་མངའ་མེད་པ་ཡིན་ན་རྩོམ་པ་པོ་ཁོང་རང་གིས་ཐུན་མོང་མ་ཡིན་པའི་དག་ཆ་དེ་འདྲའི་གསར་དུ་བཀོལ་ཡོད་ན་འདི་ག་དེ་ང་ཚོ་བསྒྱུར་བཅོས་བཏང་ཆོག་གི་མ་རེད། རང་འཆར་བཞག་དགོས་རེད། འགྲིག་དང་མི་འགྲིག་ཟེར་དེ་ཞུ་ཁག་པོ་ཞེ་དྲག་རེད། དུས་རབས་ནང་ལ་དེ་འདྲ་བྱུང་ཡོད་པ་སོང་ཙང་ཁོ་རང་ཅག་ཤག་གོ་ཆེ་གི་རེད། ཡིན་ན་ཡང་གལ་སྲིད་ཁྱེད་རང་གིས་འདི་ལ་འདོད་པ་མེད་པ་ཡིན་ན་གུག་རྟགས་ནང་ལ་བརྒྱབ་ན་ཆོག་གི་ཡོད་རེད། དེ་ལས་མ་གཏོགས་ཐད་ཀར་བཅོས་ན་འགྲིག་གི་ཡོད་མ་རེད། དཔེར་ན་ང་ཚོ་བོད་ཀྱི་རིག་གནས་ཀྱི་ལོ་རྒྱུས་སམ་གཏང་གི་ཡིན་ན། ཨ་ནེ་ཚོགས་ཆུང་ལ་མོ་ནོར་བུ་བསྟན་འཛིན་གྱིས་ཡང་འཇུག་ས་མཆིས་པ་རེད། ཁོ་རང་གིས། དེ་ནས་གསུང་རྩོམ་ནང་ལ་ཡང་ཅུང་ཟད་སྐྱོན་ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང་ཁོང་གིས་གསུང་ཅིག་གལ་སྲིད་པར་རྒྱག་གི་ཡོད་ན། ལེགས་བཤད་ལྟ་བུ་ཡིན་ན་ལ་རིང་པོ་ལས་དཀའ་ལེགས། བོའུ་ཤ་ད་ཤེས་བྲིས་ཟེར་ཡང་ཅུང་ཟད་ཡོད་མ་རེད། ང་ཚོས་ལེགས་བཤད་དག་ཆ་ནོར་འདུག་བསམ་བྱས་ཁོང་གིས་ལ་རིང་པོ་ལས་དཀའ་ལེགས། སུབ་བྱས་ལ་རིང་པོ་ལས་དཀའ་ཟས་ལེགས་བྲིས་པ་ཡིན་ན། ཨ་ནི། ད་འདི་འབྲི་གི་ཡོད་མ་ལོ་རྒྱུས་ནག་བསུབ་བཏང་གི་ཡོད་རེད། ཡིན་ན་ཡང་ཁོང་གི་ལེགས་བཤད་འདི་ལ་ཁོ་རང་གི་དྲིས་པ་ནང་བཞིན་བྲིས། ཨེ། གུག་རྟགས་ནང་ལ་ལ་རིང་པོ་ལེགས་གང་ཟེར་ལེགས་བྲིས་པ་ཡིན་ན་བསམ་འཆར་འགྲོ་བ་ཆགས་ཏེ་ཡོད་པ་འདི་སྐྱོན་ཡོད་མ་རེད་བཞིན། དེ་འདྲ་ཡིན་པ་སོང་ཙང་ཨ་ནི། རྩོམ་པ་པོ་མཁྱེན་དགོས་དེ་དཔེ་གལ་ཆེན་པོ་ཆགས་ཏེ་ཡོད་རེད། རྩོམ་པ་པོ་རྒྱུས་མངའ་མེད་པ་ཡིན་ན་དེ་འདྲའི་དཀའ་ངལ་མང་པོ་འཕྲད་ཀྱི་ཡོད་རེད། ད་ལྟ་ངས་དཔེ་སྟོན་ཞིག་ཞུས་པ་རེད། དེ་གི་བླ་མ་ནོར་བུ་བསྟན་འཛིན་རེད། ད་ནང་ཅི་རག་ར་སྤྲད་སྟོང་བསམ་བཏང་གི་ཡིན་ན། ལས་ཀ་བྱེད་ཀྱི་ཡོད་སའི་སྐབས་སུ་ཁོ་རང་གི་བྱེད་ཀྱི་ཡོད་དེ་ལ་བ་འོ་ཁ་ཡ་ད་རྒྱ་གི་གུ་གྱིས་བྲིས་རེད་བྱེད་ཀྱི་ཡོད་སའི་ཁོང་རིག་གི་གསུང་གནང་ལ་ང་ཚོ་བསྒྱུར་བཅོས་བཏང་ཆོག་མ་རེད་རང་འཇགས་བཞག་གོ་རེད་ཡིན་ན་ཡང་གུ་བཏང་གནང་ལ་ཨ་ནི་བྱེད་ཀྱི་ཡོད་ལ་ཁ་ཡ་ད་རྒྱ་གི་གུ་གྱིས་བྲིས་པ་ཡིན་ན་མ་འགྲིག་གོ་དེ་འདྲས་གང་ཡོད་མ་རེད་བསམ་གི་འདུག། འོག་ཏུ་ཟེར། ད་འདི་ནས་ཞུ་དག་བཏང་བའི་སྐབས་སུ་གཟབ་གཟབ་བྱེད་དགོས་དེ་དཔེ་གལ་ཆེན་པོ་རེད། ད་ཡིན་ན་ཡང་དུས་ཚོད་ཀྱི་རྐྱེན་པས་ཇི་ཙམ་གཟབ་གཟབ་བྱེད་དགོས་པ་དེ་ཙམ་དུས་ཚོད་བཏང་དུས་མང་ཆེ་བ་ལ་ཁག་པོ་ཆགས་ཀྱི་ཡོད་ཀྱི་རེད་སྤྲིངས་པ། རྒྱུ་མཚན་ངོ་མ་ག་རེ་ལབ་ཡིན་ན་རང་གིས་མ་མཐོང་བ་དང་མ་ཤེས་པ། ནོར་འཁྲུལ་ལྷག་ཡོད་ན་གནས་སྐབས་ཐབས་ཤེས་ཡོད་མ་རེད། ཡིན་ནའི་རང་གི་ཤེས་པ་གང་ཞིག་ལ་ཨ་ནི་དེ་ཙམ་དོ་སྣང་མ་སྤྲད་པ་ཅི་ནོར་འཁྲུལ་ཤོར་བ་དེ་འདྲ་མང་པོ་ཡོང་དགོས་ར་འདི་ཚོ་བློ་ཕམ་གི་རང་བཞིན་རེད་ཟེར། གོང་པ་ག་འདྲ་བཤད་དགོས་རེད་ལབ་ཡིན་ན་ངས་ཞུ་དག་བཏང་བའི་སྐབས་སུ་མིག་གཉིས་ཀྱིས་ཞུ་དག་བཏང་གི་ཡོད་རེད། རྒྱ་ཆེ་ཀློག་པ་པོ་ཚོས་ཀློག་པའི་སྐབས་སུ་ཨ་ནི་མི་སྟོང་ཕྲག་མང་པོས་ཀྱིས་མཇལ་གྱི་ཡོད་པ་སོང་ཙང་ཨ་ནེ་ཡིས་ཟབ་ཟབ་མ་བྱས་པ་ཡིན་ན་ནོར་འཁྲུལ་མང་པོ་ཞིག་ཅིག་ཤོར་ཡག་གི་ཉེན་ཁ་ཡོད་རེད་ཟེར། ཤོར་བ་གང་ཞིག་ལ་སོ་སོས་མ་མཐོང་པ་ཅིག་གཞན་གྱིས་ལས་སླ་བོ་ཅིག་མཐོང་ཐུབ་ཡོད། བྱུང་ན་ཨ་ནེ་ཡིས་རང་གིས་ཟབ་ཟབ་བྱས་རྗེས་གཞན་དག་གིས་སྤྱན་མང་པོ་འདེགས་ཀྱིས་ནོར་འཁྲུལ་མེད་པ་མཐོང་ཐུབ་པ་ཡིན་ན་ཡག་པོ་ཞུ་རྒྱུ་རེད། ལྷག་པར་དུ་དག་ཆ་ཁ་ཤས་ཤིག་ནོར་བ་རེད་དང་འགྲིག་བ་རེད་ཞུ་མི་འདོད་པ་བསམ་ཚུལ་གཅིག་གིས་རྗེས་འབྲང་གི་དབང་གིས་དག་ཆ་དེ་བྲིས་ཡོད་པར་སོང་ཙང་ཚང་མ་ལ་གོ་བརྡ་སྤྲད་ཐབས་ཤེས་འགྲོ་བ་གལ་ཡོད་མ་རེད། ཡིན་ན་ཡང་དག་ཆ་མང་ཆེ་བ་དེ་འདྲས་མ་རེད་གོ་གཏན་འབེབས་ཡོད་རོགས་གཏན་འབེབས་ཡོད་པ་དེ་ཚོ་ལ་དཀའ་ངལ་མེད་པ་ཅིག་ངེས་པར་དུ་ཁུག་རེད་སེམས། ཨོ་ཏོ། ད་དེའི་སྒང་ལ་ཨཱ་པར་རྒྱག་གི་ཡོད་པར་སོང་ཙང་རྒྱ་རིམ་པ་དུས་ཡུན་ཟས་སྤྱོད་ར་བ་ཚེ་ག་འདྲ་སྐྱག་གོ་རེད་གཤེགས། ག་ཚོད་རྒྱག་དགོས་རེད། རིན་ཆེན་སྤུངས་ཤེལ་ག་འདྲས་རྒྱག་དགོས་རེད་འདི་ཚོའི་སྐོར་ལ་ཡང་ངེས་པར་དུ་སྔོན་དུ་སློབ་སྦྱོང་བྱས་ཏེ་བས་གལ་ཆེན་པོ་རེད། གང་ཡིན་ཟེར་ན་དཔར་རྒྱས་པའི་སྐབས་སུ་ཨ་ནི་ཤེས་དང། ཕྲད་དང། མང་ཉུང་དང། དེ་གི་ཏིག་གི་རྟོག་དཔྱོད་ཡག་པོ་མེད་པ་ཡིན་ན་ཨ་ནི་སྐབས་རེ་དོན་དག་ལ་ཡང། འགྱུར་བ་ཐེབས་ཀྱི་ཡོད་རེད། དོན་དག་ལ་འགྱུར་བ་མ་འདེབས་པ་ཡིན་ན་ཡང་བཟོ་ལྟ་ལ་འགྱུར་བ་ཐེབས་ཀྱི་ཡོད་རེད། པར་རྒྱག་པའི་སྐབས་སུ་བཟོ་ལྟ་ཡང་གལ་ཆེན་པོ་རེད་ལ། ནང་དོན་དང་དེ་བས་ཀྱང་གལ་ཆེན་པོ་རེད་བ། དེ་འདྲ་ཡིན་པ་སོང་ཙང་སྲོལ་རྒྱུན་ནང་ཡོད་པ་གང་ཞིག་ད་ལྟ་ཡང་བྲིས་ན། མི་འཐད་པ་མེད་པ་ཡིན་ན་རང་ཅག་བེད་སྤྱོད་གཏང་ཡ་ཆེ། སྲོལ་རྒྱུན་དུ་མེད་ན་ཡང་དེང་རབས་ཀྱི་འབྲི་སྟངས་མང་པོ་ཅིག་ཁ་སྣོན་བྱེད་དགོས་ཀྱི་ཡོད་ན་དེ་ཚོ་ཡང་ང་ཚོས་བླངས་རྗེས་ངེས་པར་དུ་ཁ་སྣོན་བྱེད་དགོས་ཡོད་དེ་བས་གལ་ཆེན་པོ་ཆགས་ཀྱི་ཡོད་རེད། དེ་ནས་ཞུ་དག་བཏང་བའི་སྐབས་སུ། ནང་དོན་ཙམ་བཏང་བའི་སྐབས་སུ་སྐབས་མང་པོར། དྲ་ཕྱེད་དེ་དྲ་མཇུག་དེའི་འཕྲུལ་ཆས། ནི་དག་ཆ་ལ་བསྒྱུར་བ་ཐེབས་པ་དེ་འདྲའི་མང་པོ་ཡོང་གི་ཡོད་རེད་བ། དེ་འདྲ་ཡིན་པ་སོང་ཙང་སྤྱིར། ནི་བརྡ་སྤྲོད་ཀྱི་ཤེས་བྱ་དང། བྱེ་བྲག། ནི་དྲ་ཕྱེད་དེ་དྲ་མཇུག་གི་གོ་བ་དེ། ངེས་པར་དུ། སྟེང་ཚུགས་པ་ཅིག། ནི་རྩོམ་སྒྲིག་པ་ལ་མེད་པ་ཡིན་ན། སྐབས་མང་པོར། འགྲིག་པ་དེ་ཚོ་ལ་མ་འགྲིག་པ་རེད་བསམ་བསམ་འདྲ་པོ། མ་འགྲིག་པ་དེ་ཚོ་ལ་འགྲིག་པ་རེད་བསམ་བསམ་འདྲ་པོ་དེ་འདྲའི་ཡང་སྲིད་ཡོང་གི་ཡོད་རེད། དེ་འདྲའི་མི་ཡོང་ཡོད་དེ་དཔེ་གལ་ཆེན་པོ་རེད་བཞིན། འོ་ཐུགས་ས། ད་དེ་ནས་ལོ་རྒྱུས་ཀྱི་འཕེལ་རིམ་དེ་དཔེ་གལ་ཆེན་པོ་རེད། ཚིག་གཅིག་ལ། དུས་ཚོད་གཅིག་ནང་ལ། དག་ཆ་གཞན་གཅིག་འཁྲིད་གི་ཡོད་རེད། དུས་ཚོད་གཞན་པ་ཞིག་ལ་ད་ཆ་མི་འདྲ་བ་ཅིག་བྲིས་ཡོད། དེ་འབྲེལ་གྱི་འཕེལ་རིམ་འདི་དུས་ཚོད་དུ་བསྟུན་ཆེད་འགྱུར་བ་བཏང་ཁུག་ཡོད་རེད་མ་གཏོགས་ཚིག་གི་ངོ་གདོང་ལ་བརྟེན་ནས་འགྲིག་པ་རེད་དང་ནོར་བ་རེད་ཞུ་མི་ཐུབ་པ་རེད། དཔེར་ན་བྱས་ཟེར་ན། བཙན་བྱོལ་བོད་མིའི་རྩ་ཁྲིམས་ཡང་ན་བཅའ་ཁྲིམས་ཀྱི་ནང་ལ། དམངས་གཙོ་ཟེར་བ་འདི་ལ་ཨ་ནི་དག་ཆ་མི་འདྲ་བ་གཉིས་བྱུང་བར་བ། གཅིག། ད་འོ་མ་ང་ས་དམངས། ཁ་བོ་ད་ནོར་བཟོ་རེད་འདི་ལྔ་བཅུ་ང་དགུའི་གོང་ནས་བེད་སྤྱོད་བཏང་གི་ཡོད་རེད། རྒྱ་གར་ལ་ཡང་ཨ་ནི་ཉིས་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་བར་དུ་བེད་སྤྱོད་བཏང་བསྡད་པ་རེད། ད་འཛམ་བུ་གླིང་ཚང་མས་ཀྱི་འདི་མོ་ཀིར་སི་ཟེར་ཡས་ཚིག་འདི་བོད་སྐད་ནང་ལ་དམངས་གཙོ་ཟེར་གི་ཡོད་རེད། དེ་ནས་ཉིས་གཅིག་སྟོང་དགུ་བཅུ་དགུ་བཅུ་གོ་གཅིག་ལོ་ལ་ཨ་ནི།

ཨ་ནེ་ཨིན་ཇིས་ཀྱི་སྐད་འདི་མོ་ཀ་རི་སི་ཟིང་ངེ་འདི་གི་དོད་དུབ་ཚིག། དམངས་གཙོ་དྲི་ནས་འགྲིག་ཡོད་རེད་མང་གཙོ་དྲི་ནས་འགྲིག་ཡོད་རེད། ཡིན་ན་ཡང། དགུ་བཅུ་གོ་གཅིག་ལོ་ལ་མ་ང་མང་དང་གའུ་རྩ་ནེ་རོ་ཚོ་གི་ཚིག་དེ་སླེབས་ཡིན་པ་སོང་ཙང་བགྲོ་གླེང་བྱུང་པ་རེད། བགྲོ་གླེང་བྱུང་པའི་སྐབས་སུ། དུས་གཅིག་ལ་གཉིས་ཀ་དྲི་ནས་འགྲིག་གི་མེད་པ་སོང་ཙང། ཨ་ནེ། ད་བོ་མང་ང་སམ་མང་རྒྱབ་སྐྱོ་ཡི་མྱོས་ཚོད་བོ་རང་ཚོད་ཀྱི་འདྲེ་ཆོས་སྐྱོན་པ་རེད། མང་ང་མང་ཐུག་དོ་ཡི་མྱོས་ཚོད་བོ་རང་ཚོད་འདྲེ་ཆོས་སྐྱོན་པ་རེད། སྤྱིར་བཏང་གཉིས་ཀ་ལ་མི་འགྲིག་པ་མི་འདུག་སྟེ་ཡིན་ན་ཡང་སྐད་ཆོས་འདི་འདི་འདི་འདི་འདི་འདུག་ཟེར་གྱི་བགྲོ་གླེང་མང་པོ་བྱུང་པ་རེད། བགྲོ་གླེང་བྱུང་ཡས་ཀྱི་ས་བོན། བགྲོ་གླེང་དེ་དག་གི་ས་བོན་ལ་གཞི་བཞག་ཆེད་གྲོས་ཚོད་ལ་བལྟ་བེ་ཆེ། ཐུགས་ཐག་ཆོད་པའི་སྐབས་སུ། ནི། ཕྱག་བརྐྱང་མགོ་ཡི་ནད་དྲག་གང་ལྟར། ག་རེ་མང་ང་ཡོད་ནས་བྱ་ཡ་དེ་ལམ་སྲོལ་གཅིག་ཡོད་རེད། དེ་དུས། ནི། མང་ང་མང་གའུ་རྩ་ནར་གཙོ་ཁྲིད་པ་ཡིན་ན། ནི། འགྲིག་འདུག་བཤད་ཀྱི་གདམ་ང་བྱུང་བ་རེད། དེ་ནས་བཟུང་བྱས། ནི། བཙན་བྱོལ་བོད་མིའི་བཅའ་ཁྲིམས་ནང། ཡང་ན་བཙན་བྱོལ་བོད་མིའི་གི་ཁོར་ཡུག་ནང་ལ། གཞུང་འབྲེལ་གྱི་ཡིག་ཆ་ག་དུས་སླེབས་སོང་ནས།

བོད་མི་སྒྲིག་འཛུགས་ཀྱི་ཡིག་ཆ་དེ་ཚོ་ནང་ལ་དམངས་གཙོ་ཡོད་པ་ཡིན་ན་ད་འོ་མ་ང་ས་དམངས་ཡོད་པ་དེ་ལ་འགྱུར་བ་བཏང་ཆོག་གི་མ་རེད་ཟེར། དེ་ཡིན་པ་སོང་ཙང་དམངས་གཙོ་མང་གཙོ་ལ་ད་ཆ་གཉིས་ཆགས་སོང་ཨ། དུས་ཚོད་ཀྱི་ཐོག་ནས་གཅིག་འགྲིག་པ་དང་གཅིག་ནོར་བ་ཆགས་ཀྱི་ཡོད་རེད། ད་དགུ་བཅུ་གོ་གཅིག་ལོ་ལ་མང་ང་མང་གྲས་གཏན་འབེབས་བྱུང་ཡིན་པ་སོང་ཙང་ཨ་ནི་ཡང་དེ་འདྲའི་དོན་དྲང་ནང་ལ་ཨ་ནི། དམངས་གཙོ་གི་ཚིག་ཡོད་པ་དེ་དེ་རིང་ང་ཚོ་གསར་པ་པར་རྒྱག་དགོས་ཡོད་ན་ཨེ་ནི་མང་ང་མང་བཅོས་ན་འགྲིག་གི་ཡོད་མ་རེད་ཟེར་འདི་ལོ་རྒྱུས་ཀྱི་འཕེལ་རིམ་ལ་ནུས་གི་ཡོད་རེད་བྱས་ཙང་ཚིག་གཅིག་གི་དག་ཆ་ལ་བརྟེན་ནས་ལོ་རྒྱུས་ཀྱི་འཕེལ་རིམ་ང་ཚོ་ངོ་འཕྲོད་ཡོང་གི་ཡོད་རེད་བ་བྱས་ཙང་ག་དུས་དག་ཆ་དེ་བྲི་དགོས་རེད་ག་དུས་དག་ཆ་དེ་བྲི་རྒྱུ་ཡོད་མ་རེད་འདི་ལོ་རྒྱུས་ཀྱི་གྱམ་ཆུང་དེ་ཞེ་དྲག་གལ་ཆེན་པོ་ཡིན་ས་རེད་བཞིན་དག་ན་བཞིན་ད་ལྟ་ར་ར་རིན་པོ་ཆེ་དང་སྡེ་དགེ་བླ་མ་ནོར་བུ་བསྟན་འཛིན་སྐོར་ལ་ཞུ་བ་གནང་ཞིང། མཁས་དབང་དམུ་དགེ་བསམ་གཏན་གྱི་བསྟན་བཅོས་རྣམས་སུ་མཛད་པ་འོག་སུ་བྲིས་ཡོད་རེད། ད་ཕལ་ཆེར་ཡོངས་གྲགས་འདྲ་བོ་དེ་མཛད་པ་པོ་སུ་བྲིས་འདུག་ད་མཛད་པ་པོ་བྲིས་པ་ཡིན་ནའི་མཛད་པ་བོ་བྲིས་པ་ཡིན་ནའི་ཐུགས་བསྐྱེད་ཡོད་མ་རེད་གཉིས་ཀ་ལ་རྩོམ་པ་པོ་ཡིན་པ་ང་ཚོ་ཧ་གོ་གི་ཡོད་རེད། ཡིན་ནའི་ངག་གི་བརྗོད་བདེ་མི་བདེ་གི་ཐོག་ནས་མཛད་པ་པོ་དང་མཛད་པ་བོ་བྲིས་ཀྱི་ཡོད་རེད། བྱས་ཙང་གལ་སྲིད་ང་ཚོས། སྐྱེ་བ་མུ་གུ་བསམ་གཏན་གྱི་གཟུངས་ཀྱི་པར་རྒྱབ་ཀྱི་ཡོད་ན་ཨང་ཁོང་རིགས་གསུངས་པ་ནང་བཞིན་མཛད་པ་བོ་དེ་རང་འཇགས་བཞག་དགོས་རེད་མ་གཏོགས་མཛད་པ་པོ་སྤྱོད་ཆོག་གི་མ་རེད། གལ་སྲིད་ཁྱེད་རང་གི་འདོད་པ་ནང་བཞིན་བྱས་རྗེས་པོ་ཁྲིད་དགོས་ཡོད་ན་གུག་རྟགས་གནང་རྗེས་མཛད་པ་པོ་ཁྲིད་པའི་ཡོད་ན་རྒྱ་ཆེ་བ་གིས་ཀོ་ཡེ་ལ་ཐུག་མཁན་ཡོད་རེད་བསམ་ཆ་གཏང་ཆོག་རེད་བཞིན། ཀོ་ད་དེ་འདྲའི་དགོངས་པ་བཞེས་དགོས་དེ་དཔེ་གལ་ཆེན་པོ་རེད། དེ་འདྲའི་མེད་པ་ཡིན་ན་ཨེ་ནི། དག་ཆ་གཅིག་ཨེ་ནི། བསྟན་པའི་ཡུམ་པ་གང་ཞིག་ལ་མཁས་པ་སོ་སོ་སོའི་དམིགས་བསལ་གྱི་ཐུགས་འདོད་ཡོད་པ་དེ་ཚོ་ལ་དོ་སྣང་མ་གནང་བ་ཡིན་ན། མཁས་པ་དེ་དང་ཁྱེད་ཀྱི་གསུང་ལ་རྒྱུས་ཡོད་ངེས་ཚུལ་གྱི་བྱས་པ་ཡིན་ན་འགྲིག་གི་མི་འདུག་གསུང་གི་རེད། དོན་ལ་ཡང་བདེན་པ་ཞིག་ལ་རེད་བཞིན། ཨོ་འདུག་ཟེར།